ཨོ་བླ་སོགས་དེ་ནས་ཟངས་ལམ་མཚོ་སྔོན་ཞེས་པའི་བྲག་ཅིག་དེའི་སྟེང་དུ་བཞུགས་པའི་གཡབ་ནི་དགེ་འདུན་རིག་པའི་རིན་པོ་ཆེ་ལ་དགེ་འདུན་མངོན་འདོད་གཏོང་གི་ཐོག་ནས་དུས་མཚམས་ཆུ་ཚོད་ཁ་ཤས་ཀྱི་ཞིག་འཁྱུག་པ་བྱས། དེ་ནས་གར་སའི་སྐོར་རེ་ད་གར་ཚང་སྣེ་མ་བདེ་བ་ལ།

གར་སའི་གོ་རེ་ཚེ་སྐམ་པོ་འདྲ་བོ་བྱེད། ག་ལ་གང་ཙམ་གྱི་ལྟ་མྱོང་ཡོད་རེད་པས། ལ་ལན་རང་གི་ཁྱོ་ག་འདྲ་བོ་དེ་འདྲའི་ཐུགས་རེ་ལ་ཨ་ནི་རྒྱུ་འགའ་ཞིག་སྨིན་མཁན་ཅིག་ཡིན། དེ་ནི་ཕན་ཐོགས་པོ་འདུག་ངས་རྒན་རྣམ་པ་གི་བགྲོ་གླེང་གི་བརྒྱུད་རིམ་ལ་སློབ་ཁྲིད་མང་པོ་ཡོད་ཡ་འདུག་ཁ་ཚ་དགོས་གཏུགས་ཟེར་ན་འདྲ་སོ་སོའི་རྒྱུན་ལྡན་གྱི་ལ་ལན་གནང་ཕྱོགས་ཀྱི་ཐུགས་ནས་ཕན་ཐོགས་ཡོད་ཚུལ་མང་པོ་འདུག་ཨ་ནི་རྒན་ཐ་པ་ནི་བཀའ་ཁྲི་ཆེས་མུ་མཐུད་ནས་བྱེད་རྣམ་པ་རེད། ལོ་གཅིག་སྤྲེལ་ལོ་གཅིག་བྱས་ནས་གཏོང་སྒོ་དེ་ལ་དེ་བས་ཀྱིས་ཞུ་ཡ་ཡིན། དེ་ནས་རྙིང་པ་དེ་ལ་མདོ་ཁོང་རྒན་བཅས་ཀྱིས་ད་ལྟ་བླ་མའི་རྣལ་འབྱོར་ལམ་གྱི་སྲོག་བསྡུ་བྱེད་བསྐོ་བ་དང་ཡི་དམ་གསུང་སྟེ་འཇིགས་གསུམ་གཡག་མ་བྲལ་བ་ཉམས་སུ་སློང་དགོས་ཡ། ད་ལྟའི་རི་བོ་དགེ་ལྡན་པ་གིས་ཐུན་མོང་མ་བུའི་ཆེ་ཆུང་ཡུལ་གྱི་ཚུལ་ཁ་འདྲ་བོ་བཅས་ཀྱི་ཐོག་ནས་མ་བཀའ་ཕེབས་སོང། དེ་ནས་ཁོང་གིས་ད་གསུང་སྟེ་འཇིགས་གསུམ་གཡག་མ་བྲལ་བ་ཉམས་སུ་ལེན་སྟངས་འདྲ་བོ་དེ། གསང་འདུས་ལམ་གྱི་སྔོན་གྱི་འགྲོ་བ་བྱེད། དེ་ནས་རྗེ་བཞིའི་དེ་སྔོན་འགྲོ་བྱེད་བདེ་མཆོག་བོང་སྟོང་བྱེད། ད་དེ་ཡང་བོང་སྟོང་དུ་སྔོན་གྱི་འགྲོ་ཚུལ་དེ་དཔེར་ན། གསང་འདུས་ཀྱི་ཆོ་ག་འདྲ་གྱི་སྟོང་པ་ཡིན་ན་ནི་གཙོ་བོ་མ་ཚད་འདྲ་དེ་གསང་འདུས་འདྲ་བོ་བྱེད་ནས། ཡི་གེ་སྔོན་འགྲོ་གི་བཅུ་ཀ་གསང་འཁོར་གྱི་སོགས་འདྲ་བོ་དེ་རྗེ་བཞིའི་དེ་ཚོགས་ལས། མི་དགེའི་ཆོས་པ་ལ་ཆོས་གཏུགས་ལ་སོགས་པ་དེ་ཚོ་བདེ་མཆོག་གི་ནི་དོན་དག་དེ་ཚོགས་ལས། ད་དེ་འདྲའི་ཆེད་ནས་ཉམས་སུ་ལེན་སྟངས་དེ་རེད་བསམ་ནས་བཀའ་དེ་འདྲ་བྱེད་སྣང་གི་འདུག་ད་དེའི་ཐོག་ལ་དྲི་བ་ཟེར་ན་མི་འདུག་དང་པོ་དེ། རང་ཚུགས་ཀྱི་བླ་མའི་རྣམ་འགྱུར་ལམ་གྱི་གཙོ་དུ་བྱེད་ཡ་དེ་བྱེད་ཡ་གི་དེ་ནི་ཉམས་ལེན་ཐུན་མོང་མ་ཡིན་པ་ཅིག་ཡོད་བ་ཡིན་ཙང་བླ་མ་མཆོག་དཔལ་གྱི་རྣ་ལུང་ལ་མྱུར་བ་མྱུར་བ་ཟེར་ནས་མྱུར་བ་སྙིམ་པ་དེ་བོད་ཀྱི་གྲུབ་མཐའ་གཞན་ལ་མེད་པའི་ཁྱད་ཆོས་འདྲ་བོ་ཅིག་སྟོང་བར་དུ་གང་ཟག་གི་སྐྱོབ་ན་ལོ་གསུམ་ཙམ་གྱིས་ལོ་གསུམ་ཕྱོགས་གསུམ་ཙམ་གྱི་སོང་གྱིས་དུ་ཡ་གི་མན་ངག་ཅི་རོ་དགེ་ལྡན་པ་ལ་ཡོད་རེད། འོ་ད་དེ་ཡང་ཨ་ནི་གནད་འགག་འདྲ་བོ་ཅིག་ཧར་ཐུག་རེད་ཟེར་ན་ཨ་ནི་བླ་མའི་རྣལ་འབྱོར་ལམ་ཆ་གསུག་ཏུ་བྱེད་པ་འདི་ལ་ཐུག་པ་རེད་ཟེར་ནས་ངའི་སྒང་ལ་ཡི་གེ་གཉིས་ཕུལ་ཡོད། ད་དེ་དང་དེའི་ཚོང་པས་དེའི་རིགས་མང་པོ་ཅིག་འབྱར་གྱི་འདུག་ཨ་དགེ་ལྡན་པའི་ཁྱི་ཕག་གི་ཁྲོད་ན། འདི་ཚོགས་ཀྱི་ཆོས་བརྒྱུད་གཞན་ལ་མེད་པའི་བླ་མའི་རྣལ་འབྱོར་ལམ་གྱི་གཙོ་དུ་བྱས་ཚུལ་དེ་དོན་གྱི་ཤར་གྱི་ཡོད་རྒྱུ་འདྲ་བོ་ཅིག་ང་རང་ཚོ་གོ་གི་འདུག་ཨ། རང་རང་སོ་སོའི་ས་ནས་བདེ་གཤེགས་རུ་འདྲ་ཆགས་པོ་འདྲ་བོ་ཅིག་གཅིག་པུ་མ་ཡིན་པ་བྱས་ནས་དེ་ག་འདྲས་ཡིན་ནའང་དྲན་ཏེ་དོགས་པ་ཆུང་ཆུང་འདྲ་ཅིག་ཡོང་བསྡད་ཀྱི་འདུག་དེའི་ཐོག་ནས་ནི་བཀའ་འདྲི་བྱེད་ཞུ་བ་ཡིན། ཨོ། དེ་ནས་རྙིང་པ་དེ་ལ་ད་དེ་དེ་འོད་སྲུང་སྟེ་ཉིད་གསུམ་གཡག་མ་ཁྲ་བོ་ཉམས་སུ་ལེན་ཚུལ། ད་ལྟ། རྒན་རིན་པོ་ཆེ་གིས་དེ་གསུང་བ་ནང་བཞིན་བྱས་ནས། དེ་ཟངས་དཀར་ཟེར་ད་ཁྱེད་རྣམས་གཉིས་ལ་ཧ་ཅང་གྲགས་ཆེན་པོ་འདྲ་བོ་ཅིག་རེད་འདུག། ཨ་ཏི་ཁོང་འདྲ་བོ་ཅིག་ག་འདྲས་ཡོད་ན། བཟུང་སྟེ་རྗེས་སུ་ཡང་མ་བྲལ་བར་ཉམས་སུ་ལེན་ཟེར་ཏེ་དག་རྩ་བའི་རྗེ་བཙུན་འཇམ་པའི་དབྱངས་ཀྱིས། རྗེ་བླ་མ་ལ་མ་བཀའ་གནང་མགྱོགས་ཀྱིས་རྗེ་བླ་མའི་རྣམ་ཐར་གྱི་ཆ་ཤས་ཅིག་རེད་དེ་ཡོར་བ། དེ་འདྲས་ཡིན་དུ་ལོ་རྒྱུས་དང་རྣམ་ཐར་ཟེར་ཡ་དེ་གོ་སྔོག་གིས་བཟུང་བ་གང་ཡིན་ཀྱང་དེ་ག་རང་མ་གཏོགས། ཨ་ནེ་གསར་དུ་བཟོ་ཐུབ་ཡག་གི་ཡོག་མ་རེད་བཟོས་ན་ཡང་དེ་འདྲ་ཆགས་པོ་འདྲ་བོ་ཁེ་ཁེ་ཆགས་མར་བ། དེ་མ་ཆགས་བ་ཡིན་པ་ཡིན་ཙང་འདི་ལྟེ་བའི་ད་སོང་འདི་ཕྱི་སོང་གཉའ་མ་ཕྲ་བ་ཉམས་སུ་ལེན་ཚུལ་དེ། ཁོ་ནི་རྒན་གྱིས་གསུང་བ་ནང་བཞིན་འདྲ་བོ་ཅིག་ཡིན་པ་འདྲ་བོ་ཅིག་ད་རྗེས་ཀྱི་རྣམ་ཐར་རང་དཔང་པོ་བྱས་ན་འཁོང་རག་གི་ཡོད་ནམ་མེད་ནའང་སྲིད། དོགས་པ་དེ་འདྲ་ཅིག་སླེབས་སྡད་ཀྱི་འདུག་བ། གཅིག་ནས། གཉིས་ནས་ད་སོང་འདི་ཕྱི་སོང་གཉའ་མ་ཕྲ་བ་ཉམས་སུ་ལེན་ཡང་དེ་རྗེས་ལམ་ནས་བསྟན་པའི་ཁྱད་ཆོས་ཐུན་མོང་མ་ཡིན་པ་ཡིན་པ་ཉོན་ལམ་ཡིན་པ།

དེ་འདྲ་ཡིན་དུས་འདིའི་རེག་དེ་ལ་ཨ་ནེ་ཡིས་ཀོ། ཤེས་པའི་རྣམ་གྲངས་མང་པོ་ཅིག་ཡོད་ཆོག་གི་རེད་ཡིན་ཆོག་གི་རེད་དྲན་ནས་སྣང་མེད་དུ་མ་བཞག་པར། དོ་སྣང་བྱེད་དགོས་ཡ་ཅིག་གལ་ཆེན་པོ་རེད་དྲན་གྱི་འདུག་དེ་འདྲི་བྱེད་ཀྱི་ཐོག་ནས། དེ་འདྲི་བྱེད་ཀྱི་ཐོག་ནས་དྲི་བ་བཏང་པ་རེད། ཨོ་ལགས་སོ་དེ་ནས་ངས་གི་ད་དེ་དྲི་བ་དེ་ལ་ད་ལྟ། གི་ཤི་ལ་ཨ་ཁུ་པེ་ད་པེ་ཀར་ལགས། ཁོང་གིས་ཡིག་ཐོག་ནས་ར་འཕྲོད་གི་མི་འདུག་ཟེར་ད་ངག་ཐོག་ནས་ཀྱང་བཤད་ཤེས་ན་ཡག་པོ་འདུག་ཟེར། དེ་འདྲའི་ཅིག་བཀའ་གནང་འདུག་དེ་འདྲའི་ཡིན་པ་ཡིན་ཚེ་དེའི་ཐོག་ནས་ནི་ངས་དེ་ངག་ཐོག་ནས་བསམ་འཆར་དེ་བསྡུས་རྗེས་ཞུ་ཡག་གི་འདུག་པ་ལས་སོང། ཨོ་དེ་ནི་ག་འདྲི་རེད་ཟེར་ན་ད་ང་རང་གི་སྣང་བ་ཤར་ཚུལ་འདྲ་བོ་དེ། རྗེ་བདག་ཉིད་ཆེན་པོ་གི་རྣམ་ཐར་ནང་ལུགས་ལ་རྣམ་ཐར་ཁུལ་གྱི་ནང་ལོགས་ལ་ད་ལྟ་རྒན་གྱིས་ཨ་ནེ་བཟུང་སྟེ་ཅི་གསུང་ཡ་མ་བྲལ་བར་ཉམས་སུ་ལེན་ཚུལ་དེ་ཕར་ཆེར་ཚིག་གི་ཟོར་ཙམ་ཡང་སྦྱར་རྒྱུ་ཡོད་མ་རེད་དྲན་གྱི་འདུག་ད་གང་ལྟར་ང་རང་གི་སྦྱར་རྒྱུ་ནང་ལ་དེ་འདྲའི་ཕ་རྩ་བ་ཉིད་ནས་སྦྱར་མ་སོང། རྗེ་བདག་ཉིད་ཆེན་པོ་རང་གི་རྣམ་ཐར་གྱི་ནང་ལོགས་ལ་ག་འདྲ་སྦྱར་རྒྱུ་ཡོད་རེད་ཟེར་ན་ཉི་མ་སྐྱེས་ཀྱི་རིང་ག་ལ་ཨ་ནེ་བཟུང་སྟེ་འཇིགས་གསུང་ཡ་མ་བྲལ་བར་ཉམས་སུ་ལེན་ཚུལ་དེ་རེད་དེ་ཡོད་རེད་མ་གཏོགས་གཞོན་སྐྱེས་ཀྱི་ནང་ནང་ལ་མགོ་ནས་ཚོགས་ལས་གཞོགས་ནས་ཚོགས་ལས་ནས་ནི་དུས་མ་འདྲ་བ་ཅི་ཅི་བཏང་ཅི་ཆོད་ནི་ཡོད་མ་རེད། དེ་འདྲ་ཡིན་དུས་ཉི་མ་སྐྱེས་ཀྱི་ནང་ནང་ལ་སོང་སྟེ་འཇིགས་གསུང་གི་གི། རྗེས་དུས་ལ་མ་ལྟོས་པའི་ནི་ད་ཅིག་སྒུམ་ཡག་དེ་རེད་དེ་ཡོད་རེད་རྗེས་ཀྱི་རྣམ་ཐར་རང་བྱས་པ་ཡིན་ན། ད་རྗེས་ཀྱི་རྣམ་ཐར་གཅིག་པུ་མ་རེད་དེའི་རྗེས་ལ་ཡ། ཨ་ནི་སོང་སྟེ་ཅི་གསུང་ཡག་མ་ཕྲ་བ་ཉམས་ལེན་གར་སེ་གོ་རེ་གནང་ཚུལ། བཀའ་ཟུར་འགྲོ་བོ་དེ་ཚོ་ཡང་སྔས་མང་གི་དཔེ་ཆ་དེ་ཚོ་ནང་ན་དེ་བ་རང་རེད་དེ་རེད་འདུག་ད་ལྟ་རྒན་གི་གསུང་བ་དེ་ཆུད་ནས་མི་འདུག་ཨེ་ད་ལྟ་དེ་རྒན་གི་གསུང་བ་ནང་ཞིག་བྱས་ནས་བསམ་དེ་རྗེས་སུ་ཡར་མར་ཁྲ་བོ་ཉམས་སུ་གླེང་སྟངས་དེ་དེ་འདྲས་ཅིག་ཡིན་ན་ཨ་ནི་དེ་འདྲའི་སྒྲུབ་ཐབས་ཅིག་མ་མཛད་བ་ག་རེ་ཡིན་ན་ད་རྒྱའི་བདག་ཉིད་ཆེན་པོ

ད་དཔེར་ན་བཟོ་འདུས་ཀྱི་ཆོ་ག་དེ་སྔོན་བཞིན་འདྲ་བོ་ཅིག་བྱེད་དགོས་རེད། བཟོ་འདུས་ཆོ་གའི་སྔོན་ལ་བཟོ་འདུས་ཀྱི་གཙོ་འཁོར་དགུ་མྱང་དང། དེ་ཚོ་ཕར་བཞག་དགོས་ཀྱི་རེད། ད་འཇིགས་བྱེད་ཀྱི་གཙོ་འཁོར་དེ་ཚོ་གླས་ནས་དགོངས་དགོས་རེད། ད་དོན་དག་དེ་རེ་བ་དངོས་སུ་ལག་ལེན་བྱས་ན། དེ་འདྲ་ཡིན་ན་ནི་ཐུན་མོང་བཟོ་འདུས་ཀྱི་འཕྲོ་རྒྱུད་ལ་ཐུན་མོང་དང་ཐུན་མོང་མ་ཡིན་པའི་གཙོ་འཁོར་གཉིས་འདུ་བ། དེའི་གོ་བ་མ་ཆོད་བར་དམིགས་བསལ་གྱི་གླེང་གཞི་ཞིག་བཟོ་འགོ་གླེང་དགོས་ཡ་དེ། དགོས་ཚུལ་དམིགས་བསལ་བ་ག་འདྲས་ཡོད་ན། ད་དེ་འདྲས་ཀྱི་ཕག་ཕུག་གི་མཁས་གྲུབ་སུ་གཅིག་ལ་བྱུང་མ་མྱོང་བ་འདྲ་བོ་ཅིག་རེད་བ། རེད་བ། དེ་འདྲས་ཡིན་དུས་དེ་ག་འདྲས་ཡིན་ནའང་དྲན་གྱི་དོགས་པ་ཅིག་རེད་ཨང། སོ་སོས་ཀྱི་ཉམས་ལེན་བྱེད་ཚུལ། སྒོ་དབྱེ་ཉེས་གཏན་སྲོལ་ནས་མགྱོགས་མི་དགེའི་ཟུང་འཇུག་བསྒྲུབ་ཡག་གི་བར་གྱི་ཆ་ལག་ཡོངས་སུ་རྫོགས་པ་བཅས་ཡི་དམ་སོ་སོ་སོ་སོའི་ལ་ཡུག་སྟེ་ཆོས་དེ་ནི་གཅིག་རེད་དོ། དངོས་ཀྱི་རྒྱ་གར་གྱི་གྲུབ་ཆེན་དེ་ཚོ་ཡང་སུ་སྐྱེས་ཀྱི་ཕར་ཟེར་ཚུར་ཟེར་འདྲ་བོ་བྱེད་ནས་ཉམས་སུ་ལེན་ཡག་གི་རྣམ་ཐར་བཅས་རྒྱས་བཅུ་ཡོག་མ་རུ་བ། བོད་ཡིན་ན་ཡང་ད་ལྟ་མ་རེད་བར་དུ་བྱུང་ཡོག་མ་རུ་བ་དངོས་སུ་ལ་ལྐུག་ལ་འདྲ་ཅིག་བྱུང་ཡོག་ན་མ་གཏོགས། དེ་ག་ནས་ཡིན་ནའང་དྲན་གྱི་འདུག་ཨ། དེ་ནས་རྒན་རིན་པོ་ཆེ་གིས་ད་ལྟ་གསུང་དུས་ལམ་གྱི་སྔོན་གྱི་འགྲོ་ཚུལ་དེ། དཔེར་ན་བསྐྱེད་རིམ་འདྲ་གཅིག་གྱར་བ་ཡིན་ན་ད་བསྐྱེད་རིམ་གྱི་གཙོ་བོ་འདྲ་བོ་དེ་སྐུ་གསུམ་ལམ་ཁྱེར་རེད། ད་སྐུ་གསུམ་ལམ་ཁྱེར་གྱི་ནང་ནས་ཡང་གཙོ་བོ་ཆེ་བ་ཆོས་སྐུ་དེ་ཁྱེར་བའི་ལམ་ཁྱེར་དེ་ད་གནད་འགག་ཚ་ཤུལ་དྲག་གི་ཐོག་ཏུ་ཡོད་རེད་དེ་གསང་བ་འདུས་པ་ནང་བཞིན་ཞིག་ཁྱོན་ནས་ཡོད་མ་རེད།

ཨོ། ད་དེ་སྒེག་རྣམ་པ་གཉིས་འགག་གི་ནི་དགོངས་པ་འདྲ་བོ་མཐུན་པའི་ཐོག་ནས་དེ་འདྲའི་བཀའ་གནང་གི་འདུག་བ། ཨོ་ལགས་སོ། དེ་ནས་སྤྱིར་བཏང་གི་ཆ་ནས་ངས་དེ་ཡི་གེ་དེ་གི་ནང་ལ་ཡང་དྲི་བ་དེ་ནང་ལ་དོགས་པ་དེ་ཞུས་ཡོད། གསུངས་དུས་ཕ་རྒྱུད་ཀྱི་རྒྱལ་པོ་དང། བདེ་མཆོག་མ་རྒྱུད་ཀྱི་རྒྱལ་པོ་དང། ཤི་བ་ཤེས་རབ་ཀྱི་རྒྱུད་ཀྱི་རྒྱལ་པོ། གསུངས་དུས་ཐབས་རྒྱུད་ཀྱི་རྒྱལ་པོ་རེད་གསུངས་འདུག་བ། དེ་གསུང་མདོའི་ལམ་གྱི་དངོས་གཞི་འདྲ་བོ་ཞིག་བྱེད་པ་ཡིན་ན་ཡང། ཐབས་རྒྱུ་མེད་རིགས་སྐོར་གྱི་སྒོམ་སྟོང་དང། དེའི་གི་པའི་ལག་ཁྱེར་འཇུག་བཞེས་ཀྱི་ཆ་ནས་དེ་ནི་དངོས་གཞི་འགྲོ་ཚུལ་གྱི་ཡོད་དགུ་རེད་མ་གཏོགས། རེ་བ། ཆོས་སྐུའི་ལམ་ཁྱེར་གྱི་ཐོག་ནས་དེ་ནི་གསུང་བ་འདུས་པ་དེ་ཐུན་མོང་མ་ཡིན་པ་ཅིག་ཡོད་རེད་ཞེས་ལབ་པ་ཡིན་ན། རྩ་བའི་ཁོ་རང་གི་མ་ཚ་འདྲ་དེ་ཕྱོགས་སྒྲུབ་མི་ཡི་ཚོགས་འདྲ་བོ་ཅིག་ཡོད་རེ་བ་ཞེ་སྡང་དེ། གཉིས་ནི་ད་ལྟ་དེ་གར་སའི་གོ་རེ་ད་དཔེར་ན་གསུང་འདུས་ཀྱི་ཆེ་བ་ཆུ་སྐུད་ལམ་ཁའི་ཁ་ཐུག་ལ་རབ་དཀའ་ཉེར་ལྔ་གི་བསྡུ་རམ་དུ་བག་གྲགས་ནི་ཡི་དམ་གཞན་ལ་མེད་པའི་ཡེ་ཤེས་ཀྱི་རྣམ་པར་བ། དེ་ཆེ་བ་ཆུ་སྐུད་ལམ་ཁའི་དེད་དཔོན་རྩལ་དུ་རྟོགས་ནས་དམིགས་བསལ་བ་རྗེས་སྒྲུབ་ཡག་གི་ཆེས་བསྡུ་ཡིན་ས་མར་བ། དེ་ལོངས་སྐུ། ཟེར་ན་འདྲ་རྒྱུ་མའི་སྐུ།

དེའི་གི་ཁོ་བྷི་གྷི་ཡི་དམིགས་འབེན་འདྲ་བོ་ཅིག་ཡོད་ན་མེད་ན་དེ་དེ་ནི་རྒྱུས་ལུས་འགྲོ་ཡག་པོ་བྱེད་རྒྱུ་རེད་ཟེར་ནས་དེ་བཟུང་བ་འདུག་བ། ད་ལྟ་ཡིན་ན་ཡང་བཟུང་དེ་དག་ཡི་ཐང་གཞན་ལ་འདྲ་བོ་ཅིག་མི་འདྲ་བ། བཟུང་དུས་ཀི་ཆེ་བ་ཆུ་ཁུག་གི་ལམ་ཆེད་ཁ་ཐུག་ལ། ཨ་ནེ་ལྷ་མོ་ལུས་ལ་བསྐོར་བའི་ཁ་ཐུག་དེ་བ་ལ་བྷི་གྷི་ཞྭ་ཡི་ཁོང་བདེན་འདུག་ཅེས་དེ་བས་རང་འཇགས་བཞག་བཞག་ནས། དེ་ནས་ལུས་ལ་བསྐོ། དེ་ནས་ལྷ་མོ་འོ་ས་དེ་བསྡུ་འོང་དུས་ཨེ་ནི་རི་ཁྲག་རེ་རེ་ནས་འཕར། བདུད་སྡེ་ཡར་འགྲོ་འོང་སྟེ། ཚོགས་བདག་མཆོད་ཀྱི་ཨེ་ནི་མི་གི་སྒྱུ་ལུས་དེ་སོགས། ཀྱི་སྒྲུབ་བྱེད་ཀྱི་ད་རྒྱུད་སྨིན་ཡང་དང། དེའི་གི་ཐུན་མོང་མ་ཡིན་པའི་ཆེ་ཆུའི་འགྲོ་བ་ཅེས་རྟ་རྔ་ར་སོགས་ཀྱི་འགྲེལ་བཤད་བརྒྱད་བཞི་ཡ་གཅིག་ཏུ་བློ་ཡིས་ཤར་ཤར་གྱི་ཡོལ་བ་འགྲོ་འོང་ཅེས་ཡོལ་བུ་བསྐོ། ཡེ་གེ་ལྷ་མོ་ལུས་ལ་བསྐོ་བའི་ཁ་ཐུག་དེ་བ་ལ་ཞལ་ཡས་ཁོང་གདན་དུ་བཅིབས་པ་དེ་རང་འཇག་ཞག་ཞག་ཡ་དེ་ཡང།

ཡི་གེ་འབྲི་དུས་ཀྱི་ཆོས་སྐུ་ཐུགས་ཡིད་ཀྱི་སྤྱོད། ལམ་དུས་ཀྱི་རྫོགས་རིམ་སྐྱེ་བཞི་ཀྱི་སྤྱོད། རྫོགས་པའི་རིམ་པ་དང་རྫོགས་པའི་རིམ་པ་གྱི་ནང་ནས་ཐབས་ཤེས་གཉིས་ཀྱི་ནང་ནས་ཤེས་རབ། རེ་བ། དག་མ་དག་གི་འོད་གསལ་སྐྱེ་ཡི་གི་རྒྱུ། འོ་ད་དེ་སོང་དུས་ལ་ཐུན་མོང་མ་ཡིན་པ་ཅིག་ཡོད་རེད་ཟེར་ནས་དེ་འཁྲུལ་ལ་མེད་པ། དེ་ནི་སྒྲོ་སྐུར་བ། ཨིན་དུའི་ནི་ཕ་མ་གི་རྒྱུའི་སྐྱེ་ཡི་གི་ནི་ཁུ་ཕྱུགས་ཀྱི་འདྲ་བ་དེ་ཕྱུགས་འགྲོ་ཡ་འདྲ་བ་གཅིག་བསྡུ་བ་དེ་ཞེ་སྡང་དེ་འདྲ་གཅིག་བ་ཡིན་ན། ཀྱེག་ནི། རྒྱལ་སྐྱེས་ཡིན་ན་འདྲ་ཨ་ནི་བདེ་མཆོག་ཡིན་ན་འདྲ་བསྡུ་རིམ་དེ་གི་ཐོག་ནས་ཕི་གི། ཆོས་སྐུ་ལམ་ཁྱེར་གི་ནི་ཆ་ཚང་མ་ཚང་བ་འདྲ་བོ་དེ་རྒྱུད་ཏག་ཏག་སྨིན་མི་ཐུབ་པ་འདྲ་བོ། གསང་བ་འདི་བཞིན་ནང་བཞིན་བཅས་བྱེད་མ་ཐུབ་པ་ན། ད་ཆོས་སྐུ་རང་གི་ཐོག་ནས་སྐད་ཆ་བཤད་བ་ཡིན་ན་དེ་འདྲ་ཆེ་ཆུ་བཅས་དཔའ་བྱེད་ཨེ་ཡོད་མི་ཡོད་འདྲ་ཅི་རེད་བ།

ཤེས་རབ་ཏུ་མི་འཇིགས་པ་ཐབས་ཀྱིས་འཇིག་གོ། བྱེ་བྲག་ཏུ་ནི་གསང་སྔགས་རྡོ་རྗེ་ཐིགས་པ་དེ་ལ་ཡང་ཕ་རྒྱུད་དུ་མ་རྒྱུད་ཐབས་རྒྱུད་དུ་ཤེས་རབ་ཀྱི་རྒྱུད་ཟེར་ཡ་དང། དེ་འདྲའི་གི། ཁྱད་པར་དེ་ཡང། དེ་ནི་ད་ལྟ་དེ། ཐབས་རྒྱུད་མི་དགོས་རྩལ་དུ་གཏོང་མ་གཏོང་མ་ཐོག་ནས་སྒྲོག་གོ་ཡ། ད་དེ་འདྲའི་ཞེས་གསུངས་འདུག་བ། གར་སའི་སྐུ་རེད་ཟེར་ན། མདོར་ན་གར་བྱེད་དགུ་རེ་བྱས་ན་ཨ་ནེ་པི་ཀའི་ཆོས་གཟུགས་ཀྱི་སྐུ་གཉིས་ཀྱི་ནང་ནས་ད་རྡོ་ཆོས་རེ་ཡིན་ན་ཡང་དཔེ་གཟུགས་སྐུ་གཙོ་བོ་རེད་དེ་གཡོ་བ་གཞན་མཐོང་གི་སྐུ་ཟེར་ཏེ་ནམ་རྒྱུན་ང་རང་ཚོ་རྒྱུད་བླ་མ་ནས་བཟུང་བ་ན་ཞིག་བྱས་ནས་རེ་བ་བདག་ཉིད་ཀྱི་ནས་སྦྱོར་བའི་ནས་ཨ་ནེ་དམ་པའི་དོན་གྱི་སྐུ་ཡིན་ཏེ་ཕ་རོལ་བུ་གསུམ་ཚོགས་པའི་ནས་དྲང་སྲོང་གྱི་ནས་བདག་ཡིག་སྐུ་ཟེར་ནས། དང་ཞལ་མཐོང་གི་སྐུ་ཕ་རོལ་བུ་སོགས་འཚོགས་པ། མདོ་སྔགས་གང་གི་སྐབས་ལ་ཡིན་ན་ཡང་ཨ་ནི་ཐེག་པ་ཆེན་པོ་གི་དོན་དུ་གཉེར་བཞག་གི་གཙོ་བོ་འགྲོ་བ་སྟེ་ཞལ་མཐོང་གི་སྐུ་དེ་རེད་དེ་གཡོ་བ། ཨ་ནི་གསང་སྔགས་རྡོ་རྗེ་ཐེག་པའི་གི་ད་ལོག་ཟེར་ན་འདྲ་པའི་སྔོན་པོ་འདི་ཚོ་གཞི་བཟུང་ཐོག་ནས་སྐད་ཆ་བཤད་ཡོང་དུས། དེ་ནི་ཞལ་མཐོང་གི་སྐུ། སྒྱུ་མའི་སྐུ། ཡི་གེ་ལོངས་སྐུ་ཁ་སྦྱོར་ཡན་ལག་བདུན་ལྡན་གྱི་གོང་པོ་དེ་སྒྲུབ་པར་བྱེད་པ་ལ།

འགྲོ་བ་སྡིག་པ་ཆེན་པོའི་དོང་དུ་གཉེར་རྒྱ་ཡོད་ནམ་མེད་ན་དེ་གཞན་སྟོང་གི་སྐུ་ཡིན་པ། དེའི་སྒྲུབ་བྱེད་ཀྱི་མཐར་ཐུག་པ་དེ་གཟུངས་འདུས་ཀྱི་དག། བསྐུར་བ་རྒྱུད་ཀྱི་ངོ་ནས་ཡོང་བ་དེ་ནི་མཐོང་དགོས་ཡ། ད་ང་རང་ཚོ་མཇལ་ན་དེ་འདྲི་ཅིག་མཐོང་རྒྱུ་འདུག་བ། གཟུངས་འདུས་རྩ་རྒྱུད་རང་གི་ནང་དུ་གཟིགས་འོས་སུ་ཁེལ་ཡོད་མ་རེད་དེ། དེ་ནི་ཤེས་རྒྱུད་རྡོ་རྗེ་འཕྲེང་བ་དང་ཡེ་ཤེས་རྡོ་རྗེ་སྐུ་འདུས་དེ་ཚོ་གི་ནང་ལོག་ན་ད་པའི་རྒྱུད་མེད་སྐུ་འགྲོ་སྟངས་དེ་ཧ་ཅང་རྒྱུ་ལུས་རྩར་དུ་ལྡོག་འདུག་དེ་ཧ་ཅང་གསལ་པོ

རྒྱུ་འགྲོ་ཚུལ་དུ་རྒྱུ་ལུས་འགུགས། ཐོབ་ཚ་རྒྱུ་བསྐྱེད་ན་བོང་སྟོང་འགྲོ་ཚུལ། དེ་འདྲ་བ་དེ་གཞན་ལ་མེད་རྒྱུ་གཟུངས་འདུས་ཀྱི་ནང་ལ་ཡོད་བ་ཡིན་ཙང་དེ་ནི་གཟུངས་འདུས་ལམ་གྱི་སྔོན་གྱི་ཕྱིའི་གོ་བ་སྟེ་ད་དེ་འདྲ་བཅས་ཀྱི་ཐོག་ནས་ངེས་པར་འདྲ་ཞིག་བསྐྱེད་དགོས་ཀྱི་ཡོད་ཅེས་རེ་བ། ད་དེ་དོགས་པ་ཡིན་སྐད་ནམ་བག་སྟེ་ངས་ཐག་བཅད་ཡ་ཟིག་གི་ཡོད་མ་རེད་ཆུག་ཆོག་མ་རེད་བ། གང་ལྟར་ཡང་གཟུངས་དེ་འཇིགས་སམ་ཡང་མ་བྲལ་བར་ཉམས་སུ་ལེན་ཚུལ་དེ་ང་རང་ཚོ་བསྟན་པ་འདི་གའི་ཁྱད་ཆོས་ཞིག་ལོ་ཅེས་གསུངས་པ་རེད། ཨང་དེ་ཡིན་དུས་ཁོ་དེའི་ཐོག་ལ་སྣང་མེད་དུ་མི་བཞག་བར་བྱས་ནས་གཡམ་རྒྱུག་འདྲ་བོ་ཞིག་མ་སོང་བའི་ཐོག་ནས། དེ་ནས་རྗེ་བླ་མེད་ཀྱི་རྣམ་ཐར་ལྗོངས་ཆེན་མོ་དེ་དུ་དཔང་པོ་བྱས་ནས་ཨ་ནི་བསྒྲིག་དགོས་ཡ་དེ་གལ་ཆེན་པོ་རེད་དྲན་གྱི་འདུག་དེ་ནས་རྒན་རིན་པོ་ཆེ་གིས་ད་ལྟ་ད་གེ་དགེ་བསྟན་གྱི་བླ་མའི་ལམ་གྱི་བླ་མའི་ནང་གྱི་ལམ་གྱི་གཙོ་དུ་བྱེད་སྟངས་དང་ཐུན་མོང་མ་ཡིན་པ་རིགས་སམ་བཅད་གྲུབ་དང་ད་བླ་མ་དང་དེ་འདྲའི་ཐོག་ནས་མང་པོ་ཅིག་གསང་སྔགས། ད་འདི་ཚོ་ཐུན་མོང་མ་ཡིན་པར་འགྲོ་སྟངས་ག་འདྲས་ཡིན་ན་སྔ་འགྱུར་གྱི་ཆ་ནས་སྐད་ཆ་བཤད་པ་ཡིན་ན་ཡང། དག་མཉམ་བདེན་པ་དབྱེར་མེད་ཞེན་དུས་སྐད་ཆ་བཤད་ཡོང་དུས། རིགས་གསུམ་གཅིག་བསྡུས་ཙམ་གྱིས་ཤིང་གསུམ་གྱི་མི་འདུག་བ། དེ། སངས་རྒྱས་ཡོད་ཚིག་དགག་འགའ། འཁོར་བ་སངས་རྒྱས་ཡིད་ནས་བཟུང་སྟེ་ཡིན་ཚིག་དགག་འགའ། ཨ་ནི་རང་གི་བླ་མ་ལ་དེ་གི་ངོ་བོ་དུ་བཏགས་ནས་བསྒོམ་དགོས་སྟངས། ད་འདི་སྐྱིད་སྟོང་ཁོ་བཟང་ང་འདུག་ཅེས་དུས་ཀྱི་སྐྱིད་ཀྱི་ཆུ་སྐྱིད་འདྲ་བོ་ཅི་རེད་འདུག་བ། སངས་རྒྱས་ཡིན་ནོ་ཅོག་ང་རང་ཚོ་གི་ཆོས་ཀྱི་ནང་ལ་ཡོར་བ། ཅོག་སྐྱབས་གསུམ་ཀུན་འདུས་ཀྱི་ངོ་བོ་སེམས་ཀྱི་ལྟ་སྟངས་ཀྱི་ཡོར་བ། ད་སྐྱབས་གསུམ་ཀུན་འདུས་ཀྱི་ངོ་བོ་ལྟ་བ་འདུས་དེ་ཙམ་གྱི་གནད་འགག་མི་ཆེ་བ་བྱས་ནས་དེའི་ནང་ཚན་དུ་ཨེ་མི་རིགས་གསུམ་མགོན་པོ་གི་ངོ་བོ་ལྟ་བ་ན་གནད་འགག་ཆེས་དེ་བ་འདྲ་བོ་དེ་འདྲའི་རང་བློ་ཡོད་འཆར་རྒྱུ་ཡོད་ནམ་མེད་ནམ། དེ་ཡང་ང་ནི་དོགས་པ་ཅིག་རེད་ཤག་རྒན་རིན་པོ་ཆེ། ཨོ་རྒྱན་རྣམ་པ་གིས་ནི་བཀའ་སློབ་དེ་ཚོ་ལ་ངས་དེ་དགག་པ་བགྱིས་ཡ་འདྲ་བོ། མཁས་འདུག་དྲག་འདུག་འདྲ་བོ་དེ་འདྲའི་གི་ཀུན་རྩ་བ་ཉིད་ནས་སློང་གི་མེད། དེ་ནས་ད་དེ་འཁྲུལ་འཁྱོར་འདྲ་བོ་ཅན་དེ་འདྲ་ཅིག་རེད་གསུང་བ་དྲི་བ་དྲི་ལན་འདྲ་བོ་བྱས་ནས་སྐད་ཆ་དེ་འདྲ་ཤེས་ཀུ་ལི་ཆགས་སོང། དེ་ནས་ཨོ་རྒྱན་རྣམ་པ་ལ་དཀར་ཟས་སྐོར་རེ་མ་གོས་པར་དུ་མ་འཚམས་པ་དེ་འདྲའི་སྐད་ཆ་འདྲ་ཅིག་འདུག་ན། ཨ་སྙིང་ཐང་པ་ནས་ལྐོག་གསོད་ཞུ་གི་ཡིན། ཨོ། དགེ་བཤེས་རིན་པོ་ཆེ་ལགས་སུ་ཐུགས་ཆེ། ལགས་སོ་དགེ་དེ་ནས་གསང་སྟེ་རྗེས་སུ་ཡ་མ་བྲ་ཞིག་ཡ་སྟེ། ཁོ་ཉི་མ་གཅིག་ལ་རྗེ་བདུན་ལ་མ་ལྟོས་པར་ཟླ་གཅིག་གི་ཆོ་ག་ཆ་ཚང་ཆོ་ག་ཆ་ཚང་འགྲོ་དགོས་ཡ་འདྲ་འོ་ཅིག་ད་རྗེ་བདག་ཉིད་ཆེན་པོ་རྣམ་གྲངས་ཁོ་རང་ལ་བལྟ་ན། ང་རང་ཚོ་ད་ལྟ་འབྱར་རྒྱུ་ཡོང་སྟེ་བཅུག་གི་རེད། དེ་མ་ཡིན་པར་བྱས་ནས་གཞན་དག་གིས་གསུང་བ་ན་ཡིད་ཆེས་ནས་ཡ་ནི་དངོས་གྲུབ་བཀའ་དུ་ཡི་གེ། ཚོགས་འདུའི་ཉམས་ལེན་མ་ཚར་འདྲ་བྱས་ནས་གསུང་སྐོར་བསྐལ་དུ་འཇིགས་ཤིག་དེ་ཚོ་ལན་དགོངས་པའི་སོགས་འདྲའོ། མེ་དགེ་ཞུ་གུ་ཕྱོགས་གཏོགས་བསྐལ་དུ་ལ་བདེ་མཆོག་གི་ཆོ་གའི་ཚེས་དངོས་སུ་ལན་གོ་གི་ཡོད་ནམ་མེད་ནམ་བསམ་བློ་གཏོང་ཡ་དེ་དེ་ནས་ཚོ་ལན་ནས་དགོངས་དགོས་རེད་ཟེར་ཟླ་གཉིས་འདུག་ཁོང་རྒན་གཞན་དག་གིས་ཁོང་གི་དེ་འདྲ་བསམ་སོང་ང་ད་ཁོང་གཅིག་པུ་མ་རེད་དེ་སོང་དེ་པས་ང་རང་ཚོ་གི་ནང་ལོག་ལ་གསུང་སྙན་མང་པོ་རེད་བ། མ་བྲལ་བར་ཉམས་སུ་ལེན་སྟངས་འདྲ་བོ་གཅིག་དེ་འདྲའི་ཆེ་བ་ཡིན་ན་དཔེར་ན་སྔོན་འགྲོ་གི་སྐབས་དེ་ལ་རྗེས་གཞིག་གི་ཨེ་ནི་བློ་འགོག་དེ་ཚོ་བསྟན་དགོས་རེད་ཟེར་ཡ་འདྲ་བོ། ད་དེ་གོ་རྒྱུ་ཚུར་བཅུག་ས་ན་མི་འདུག་དེ་ལ་ཁྱད་ཆོས་གང་ཡང་འདྲ་བོ་གཅིག་ཕར་ཕྱིན་རྒྱག་རྒྱུ་ཡོག་མ་རེད་གི། རྗེས་གཞིག་གི་བློ་འཁོར་གི་ནང་ལོག་སྐབས་ལ་ཨ་ནི་རྗེས་གཞིག་གི་ང་རྒྱལ་ཙམ་ནང་གང་ཡང་དགོས་དགོས་ཡོག་མ་རེད་བ། འཕྲོ་རྒྱུ་ཙམ་ཞིག་གསུང་བ་འདུས་པ་ལ་ཡོག་རེད་བ། རྗེས་གཞིག་གི་ཁོ་པི་གས་སྔོན་འགྲོ་ཞེས་ཆེ་གེ་རེའི་སྲས་ཡག་གེའི་གོ་བ་འདྲ་བོ་དེ། རླུང་དུས་ཀྱི་ཆོ་ག་སྤངས་པའི་ཁར་དུ་ཆོ་གའི་ནང་ལོགས་ལ་སྔོན་འགྲོ། དུས་ཀྱི་ཆོ་ག་དེ་ག་རང་གི་ཁུངས་གཏུགས་ལ་འཇིགས་ཡིག་སྔོན་འགྲོ་ཞེས་ཆེ་ཡག་འདྲ་བོ་དེ་འདི་རྩ་བ་ཉིད་ནས་མ་རུང་བ། འཇིགས་ཡིག་སྔོན་འགྲོ་ཞེས་ཆེ་རེའི་སྲས་ཡག་དེ་ནམ་རྒྱུན་ང་རང་ཚོས་ཡོངས་སུ་གྲགས་ཏེ་རྒྱུ་དེ་རེད་བ། དེ་ནི། སེམས་བཅོམ་རྨོངས་པ་དང་ནི་གར་སའི་ལུས་འཇོམས་དབྱིངས་སྐྱེས་སེམས་ནི་སྐྱེས་དང་ཉིད་ཆེན་པོ་གི། ཆུ་ཐར་བ་འབྲུ་གཉན་གྱི་གང་ཟག་དེ་ལ་བགེགས་འདྲ་བོ་དེ་ལ་གཉིས་འདུག། འདི་ཡིན་དུས་སེམས་ཅན་རྨོངས་པ་དང་ང་རང་ཚོ་རྨོངས་པ། རྨོངས་པའི་དབང་གིས་དེ་ནི་སྒྲུབ་སྟངས་མི་ཤེས་པ་བཅས་དང། འཆི་བདག་གི་བར་དུ་གྱུར་ནས་ཚེགས་ཀྱི་བར་གྱིས་ཚེགས་ཀྱི་མི་འདང་བ་དེ་འདྲ་ཅིག་གཉིས་འདུག་ད་དེ་གཉིས་ཀྱི་གཉེན་པོ་འདྲ་བོ་དེ་ནི་མཐར་ཐུག་པ་དེ་ལྟ་ཡི་དམ་རྡོ་རྗེ་འཇིགས་བྱེད་རེད་བསམ་ནས་བཀའ་གཏད་གནང་གི་འདུག་ཨ། དེ་འདྲ་བའི་ཨ་ནི་སེམས་ཅན་རྨོངས་པ་དང། ལོན་ཆོས་དབྱིངས་སྐྱེས་ཀྱི་འཇིགས་པ་དེ་ལས་གྲོལ་བར་བྱས་ན་འདྲ། དེ་ལ་ནུས་པ་འདྲ་གཅིག་མཐོང་དགོས་ཀྱི་ཡོད་ན་དེ་རྗེས་གཞིག་གི་སྒྲུབ་ཐབས་བསྒོམ་དགོས་ཀྱི་ཡོད་རེད་མ་གཏོགས། རྗེས་གཞིག་གི་ཐུན་མོང་དང་ཐུན་མོང་མ་ཡིན་པའི་གཟུངས་འཁོར་ཙམ་གྱིས་བསྒོམ་པ་ཙམ་གྱིས་དེ་ཡི་རང་གཞན་ལ་མོས་པའི་ཁྱད་ཆོས་གང་ཡང་དོགས་ཐུབ་ཀྱི་མ་རེད་བ། གང་དག་ཡང་ཡི་དམ་གསུངས་ཏེ་རྗེས་སུ་ཡང་མ་ཁྲོས་པར་ཉམས་སུ་བླངས་ཟེར་ཡ་དེ་ཉི་མ་སྐྱེས་ཀྱི་ནང་ལོགས་ལ་ཁོ་བོས་ཆོ་ག་ཆ་ཚང་བ་ཅིག་གྱིས་དུས་ལ་མ་ཐུག་པར་མགོན་ཆུ་དེ་རེག་མ་ཐུབ། དེ་ཆོ་ག་ཅིག་གི་ནང་ལ་བར་སྐྱ་ཡེ་ཤ་མེ་སྐྱ་འདྲ་བོ་ཅིག་ཉམས་སུ་ལེན་དང་དེ་རྩ་བ་ཉིད་ནས་ཡིན་སྲིད་ཀྱི་མ་རེད་དྲན་གྱི་འདུག། ཨོ་རྒྱན་རྣམ་པ་དག་དེ་ཚོ་རྨོངས་ཆ་རེད་ལགས་སོ་སྐུ་ཚེ་རིང། ཨོ་རྒྱན་རིན་པོ་ཆེ་ལགས་སོ་ལགས་སོ། ཨོ་ད་དེ། དངོས་གནས་གྲོ་ནས་ཀྱིས་ད་བཟང་དེ་རྗེས་སུ་ཡ་མ་ཁྲ་བ་ཉག་སུ་ལེན་མཁན་གྱི་ཡིན་ན་ཀོ། ཆུ་ཁ་ཆ་ཚོང་འགྲོ་དགོས་ཡ། ཀྱི་དུས་ལ་མ་བཏུས་པ། ཆ་ཚང་འགྲོ་དགོས་ཡ་ཀྱི་ད། གཞོམ། ཀྱི་ཨེ་ནི་ཁུག་ལ་གནས་ཏེ་བརྗོད་ཀྱི་རེད་ལགས། རྩ་བའི་རྗེས་བདག་ཉིད་ཅིག་འདུག་དེ་རྣམ་ཐར་རེད་བ་དེ་ནི་རྣམ་ཐར་ཁོ་རང་ལ་བལྟ་ན་ད་དེ་འདྲ་ཞིག་རེད་དེ་ཡོ་ར་བ་ང་རང་ཚོ་གི་དེ་ཧ་ཅུང་ལྐོག་གྱུར་འདྲ་བོ་ཅིག་ཕ་ཆེན་མ་རེད། དེ་ནས་གོང་ལ་ཞུས་པ་ན་ཞེས་ཁོ་བོ་དགེ་སྒྲུབ་ཤ་འདྲ་བོ་དེ་ཆོས་གཟུགས་ཀྱི་སྐུ་ཉིད་དེ་རེད་བ། ཆོས་གཟུགས་ཀྱི་སྐུ་ཉིད་ཡིན་པ་ཡིན་ཙང་དེ་ནས་གཟུགས་ཀྱི་སྒྲུབ་བྱེད་ཀྱི་ད་ཐབས་ཇུས་རྒྱལ་པོ་འདྲ་བོ་དེ་གསུངས་བ་འདུག་པ་རེད། ཆོས་ཀྱི་སྒྲུབ་བྱེད་ཀྱི་ནི་ཤེས་རབ་ཀྱི་ཇུས་རྒྱལ་པོ་འདྲ་བོ་དེ་མ་རྒྱུད་ཀྱི་རྒྱལ་པོ་དེ་འདི་འཁོར་ལོ་བདེ་མཆོག་རེད་ཟེར་གི་བ། དེ་འདྲ་ཡིན་དུས་དེ་ནི་བདེ་གསང་སྙིང་པོ་དེ་ཡ་མ་བྲལ་བ་ཉམས་སུ་ལེན་དགོས་ཡ་འདྲ་བོ་ཅིག་རེད་འདུག་བ། ད་དེ་གི་ནང་ནས་ཡང་ཙོང་ཏུའུ་ལང་གཅིག་སྔོན་གྱི་འགྲོ་འགོ་གཅིག་རེད་ཞེས་ཡ་དེ། ཐབས་ཤེས་གཉིས་ཀྱི་ནང་ནས་ཡང་གཙོ་བོ་ཐབས་ཇུས་དེ་གི་ཡིན་པ་དེ་ཀོ་ཐིག་པ་ཆེན་པོའི་གི་གྲོང་གཉེར་བྱེད་ས་འགྲོ་འགོ་དེ་གཞན་སྟོང་གི་ཀོ་དེ་རེད་དེ་ཡོད་པ་ཡིན་ས་དེའི་ཕྱོགས་ནས་གྲོ་གུ་དུ་བ་སྐྱེ་ཐ་འཇིག་པ་དེ། ད་ཐབས་ཤེས་ཁྱད་པར་ཅན་གྱི་རྟོག་པ་རང་རྒྱུད་ལ་སྐྱེ་བར་བྱེད་པ་ལ་རོ། འབྲས་བུ་དེ་འགྲུབ་པར་བྱེད་པ་ལ་ད་ང་རང་ཚོ་རྣལ་འབྱོར་པ་ལ་འགལ་རྐྱེན་འདྲ་བོ་དེ་ལ་དེ་ནི་རྨོངས་པ་དེ་དང་ཚིག་གི་བར་ཆད་དེ་ཡོད་རེད་བ། དེ་བར་སེལ་ཡག་གི་ཆེད་དུ་དེ་ནི་ཡི་དམ་རྡོ་རྗེ་འཇིགས་བྱེད་སྔོན་འགྲོ་གི་ཚོགས་སུ་བསྟེན་དགོས་ཀྱི་རེད་ཟེར་ནས། འོ་ད་བཀའ་གནང་རྒྱུ་འདྲ་བོ་དེ་ཁོ་བོ་གའི་བསྒྲུབ་བྱ་མཐར་ཐུག་ཟེར་ན་འདྲ། ཐུགས་བསམ་བཞེས་ས་མཐར་ཐུག་འདྲ་བོ་དེ་དེ་འདྲ་ཅིག་ཡིན་དགོས་ཀྱི་འདུག་བ། ཨེ་རྒན་རིན་པོ་ཆེ་གི་དང་འདྲ་སྟེ། ཆོ་ག་བརྒྱད་ཀྱི་ནང་ལ་ཡང་བདེ་གསང་འཇིགས་གསུམ་ཡར་མར་བྲལ་བ་ཉམས་སུ་ལེན་དོན་གྱི་ཡུལ་ཡོད་རེད། དཔེར་ན་བླ་མ་བཅུ་པ་ཟིག་གི་ཐོག་ནས་བཟུང་འདུག་ཟེར་ནས་བཀའ་དེ་འདྲ་ཅིག་གནང་འདུག་ཨ། དེ་དེ་འདྲ་ཡིན་གྱི་མ་རེད་གོ་ཨེ་རྒན་རིན་པོ་ཆེ་བླ་མ་མཆོག་པ་འདི་བདེ་གསང་འཇིགས་གསུམ་ག་ལ་སྦྱར་བ་དེ་འདྲ་འདུག་ཨ། དཔེར་ན་ལྡེམ་ཕྱུག་ཏུ་འདྲེར་བའི་བླ་མ་བཅུ་པ་ཉམས་སུ་ལེན་ཚུལ། གསང་འདུས་ཏུ་འདྲེར་བའི་བླ་མ་བཅུ་པ་ཉམས་སུ་ལེན་ཚུལ། རྗེ་གཞིས་ལ་འདྲེར་བའི་བླ་མ་བཅུ་པ་ཉམས་སུ་ལེན་ཚུལ་ཆོ་ག་སོ་སོ་ནས་ཡོད་རེད་བ། ཏེ། བླ་མཆོད་ཀྱི་ཐོག་ནས་བདེ་གསང་འཇིགས་གསུམ་ཡར་མར་ཁྲོས་པ་ཉམས་སུ་ལེན་བྱས་ཏེ་བསྐོར་བ་དེ་ཡིན་གྱི་རིགས་མ་གཏོགས། ཆོ་ག་བསྐྱེད་ཀྱི་ནང་ལ་བདེ་གསང་འཇིགས་གསུམ་ག་ཚོགས་སྦྱར་ནས་བླ་མཆོད་ཀྱི་ཆོ་ག་བསྐྱེད་ཀྱི་ནང་ལ་ཉམས་སུ་ལེན་ཚུལ་དེ་ཕར་ཆེར་ཡིན་གྱི་མ་རེད་རྒན་རིན་པོ་ཆེ་ད་ལྟ་བར་དུ་དེ་འདྲའི་རྫས་ཤ་ཅུང་ཡང་མི་འདུག་བ།